བདག་དང། ལྗང་གུའི་མཁྱེན་བརྩེའི་དབང་པོའི་རྟ་མ་ཡང་སྲིད་མ་བྱས་ནས་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས་སྔོན་ན་ཡང་དག་པའི་བླ་མ་བསམ་གྱིས་མི་ཁྱབ་པ་ཅིག་བྱུང་སྟེ་ཡོད་རེད་ད་དེའི་སྐུ་དུས་ནས་བྱས་པ་བཙོང་ས་བཤད་གྲྭ་དེ་གང་ཚུགས་ནས་ཁོ་རང་ལོ་རྒྱུས་ཡོད་པ་ཆགས་བསྡད་ཡོད་རེད་དེ་ནས་ད་བར་སྐབས་ཤིག་ད་བསྟན་སྲིད་ཀྱི་གོད་ཆག་ཆེན་པོ་བྱུང་པའི་རྗེས་ལ་ད་ང་ཚོ་དེ་བཙན་བྱོལ་ལ་ཆགས་ནས་ད་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས་ཡང་སྲིད་ད་དེ་ཡང་ང་ཚོ་བཙན་བྱོལ་བའི་ཁྲོད་ལ་ཡར་ཞུགས་བྱས། ད་ཁོང་གིས་ཐུགས་ཁུར་ཆེན་པོ་བསྐྱེད་ནས་ད། རྫོང་སར་ཤ་ཏག་དེ་འདྲ་ཅིག་བྱས་ལ་ཡ་ང་ཅིག་བསྐྱར་གསོ་གནང་ཡ་དེ་འདྲ་ཅིག་ད་ཐུགས་ཁུར་བསྐྱེད་ནས་ད་ཨེ་ནི་ཁྱེད་རྣམས་ཞིག་ཨེ། ཆེད་མངགས་ད་བོས་ནས་ཚུར་ཨེ་རིམ་པས་རིམ་པས་ཀྱིས་ད་པའི་དཀའ་ངལ་དུ་མ་ཁྱད་དུ་བསད་ནས་ཚུར་གདན་ཞུ་གནང་ནས་ད་ཐ་མ་དེ་ཕེབས་བྱས་ད་འོང། རྫོང་སར་གྱི་ད་ཤ་ཏག་ཨེ་ནི་ད་ལོ་རྒྱུས་ཡོད་པས་ད་དེའི། ང་སོ་ད་མིང་ཡོད་དེ་ད་ཤ་ཁྲི་ཞིག་རིན་པོ་ཆེ་དེ་བཙུགས་ནས་ད་དུས་ད་ལྟ་བ་དུ་ད་ལོ་ག་ལ་གང་ཟག་ཕྱིན་པ་རེད་ཅེས་དེའི་རིང་ལ་ཡང་ཅེས་ད་བོད་མི་ཙམ་དུ་མ་ཟད་ནས་ཅེས་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ་ཁག་མང་པོ་ཅིག་ནས་ད་དེ་ཆོས་དོན་གཉིས་ཀྱི་སློབ་ཕྲུག་ད་རྒྱ་གྲ་མང་པོ་གཅིག་ད་ང་འདི་བོད་ནས་ཡག་དེ་བཤད་གྲ་ལ་ཡག་སློབ་སྦྱོང་བྱས་གོ་སྐབས་ཐོབ་དེ་བཞིན་དུ་མཁས་རམས་ཀྱི་སྐུ་མགོར་དབང་བཞུགས་ད་ངོས་ནས་དྲང་གནས་ཞིག་ད་གསུམ་ལྡན་རི་བོ་འཛིན་པ་མཁས་གྲུབ་གཉིས་ལྡན་ད་འདིར་ཆགས་དེ་ཡག་རེད།

གང་ལ་བརྟེན་ནས་ག་འདྲའི་ཚུལ་ནས་ཡོང་གི་ཡོད་རེད་ཟེར་ན། ཆོས་ཀྱི་སློབ་སྦྱོང་བྱས་ནས་སང་ཞིག་ཤ་ཤེ་ཐུབ་པའི་གསུང་རབ་དེ་ཚོ་ལ་ཀློག། དེ་ཚོ་ལ་ཉམས་ཞིབ་བྱེད་དུས་དེ་ནི་ཏན་ཏན་གང་ཟག་མེད་པ་བཟོ་ཐུབ་པ་དེ་དེང་སང་གི་སྐད་ཆ་ཙམ་གྱིས་མ་རེད་ལོ་ཉིས་སྟོང་ལྔ་བརྒྱ་ལ་བརྟེན་ནས་མཁས་པ་དང་གྲུབ་ཐོབ་རྒྱལ་པོ་བློན་པོ་བཙུན་མོ། མོ་དང་དེ་འབྲེལ་གྱི་ལོ་རྒྱུས་རྒྱ་ཆེན་པོ་རེད་རྒྱ་གར་དང་བོད་རྐྱང་པ་ལ་མ་རེད་རྒྱ་ནག་དང